ལྷན་རྒྱས་ཚོགས་ཁམས་སམ་དགོངས་སྒྲུབ་དེ་ལས་དེ་རིང་གི་བརྙན་ཐུང་དེ་ཡིན་པས་ན་ཨ་ནི་ད་སྤྱི་ཚོགས་དྲ་ལམ་བརྒྱུད་ཀྱི་གྲོགས་པོ་ངོ་བཞིན་པ་ཅིག་གིས་ཨ་ནི་འབོད་སྐུལ་གནང་སོང་བ་ཅིག་ལ་ཨ་ནི་ཁོང་གིས་ག་རེ་གསུངས་ཡོད་མེད་དེ་དང་པོ་ཁྱེད་རྣམས་ཚོས་སེམས་ནང་ད། རིང་དེ་ཡག་པོར་གོ་ཞིག་ངས་བལྟས་ཡིན་པ། ངའི་སེམས་ལ་དེ་བསམ་ས་ཁྱེད་རང་གིས་ཅིག་བོད་སྐད་ཐོག་ནས་ཐོས་ཅིག་ཡང་འབྲི་ཤེས་སྐྱོན་ཐུག་ན་འགྲོ་བསམ་ས་འདི་ནས་ཉིན་ཐུང་ནང་ལུག་བྱས་ཁ་ཅིག་ནང་ཚོགས་དགོན་པའི་དགོན་ཤོག་ལ་དེ་འདྲ་མང་ཆེ་ད་མོ་ཏྲ་དང་སྦག་སྦག་དང་དེ་འདྲ་ཉུང་མ་རག་ད་ད་ལག་པར་ཁྱེད་ཆུ་ཚོད་དང་ཨའི་ཕོན་ད་དེང་སང་དགོན་ཤོག་ཚང་མ་ལ་ཨའི་ཕོན་ཁྱེད་འདུག་ད་ཨའི་ཕོན་དེ་རྫིག་པོ་རྫིག་པོ་ཉོས་ཡང་ཁ་ཤས་བོད་ཆོས་བྱེད་སྟངས་མ་ཤེས་མཁན་མང་པོ་ཡོད་རེད་དེ་སོང་ཙང་ཁྱེད་རང་གིས་དེ་ནང་ལོགས་ལ་ཡང་ཁྱད་ཆོས་དང་བོད་ཆོས་བྱེད་སྟངས་སྐོར་དེ་འདྲའི་རོལ་དོགས་སུ་འབྲི་བཤད་བསྐྱོན་ཐུབ་ན་ཡག་པོ་རེད་འདུག་བསམ་དྲན་སོ་ཨོ་དེ་ཡིན། ལགས་སོ་ཐུགས་རྗེ་ནག།
འོང་རྒྱ་ཤ་ཁོ་ན་ཚོ་ད་བཞུགས་ཀའི་ཁོང་ཁྱེད་དེ་ཚོ་བཙུན་དུ་བ་ད་ང་ན་ཚོ་བོད་པའི་སྤྱི་ཚོགས་ནང་ཡིན་པ་ཡིན་ན་ནི་སྤུན་ཟླ་མང་ཆེ་གཅིག་ཀུ་ཤུ་རྟགས་ཅན་གྱི་རྟགས་ཁ་པར་དེ་དང་ལྕེ་ལག་དེ་དང་འབྲེལ་བའི་ཨའི་པེད་དང་ཨའི་ཝཱཅ་དང་མེག་བུག་ལ་སོགས་པ་དང་ལྕེ་ལ་འདྲ་མིན་སྣ་ཚོགས་ཡོད་རེད་བ་དེ་ཚོ་བེད་སྤྱོད་གཏང་དགོས་རེད་བ་བྱས་ཙང་ནི་ད་དགོན་སྡེ་ཁག་ཞུ་ཉན་ཡི་དགེ་འདུན་པ་མང་ཆེ་གཅིག་ནི་ཁོ་ན་ཚོ་ཡིན་པའི་ནས་ལས་དེ་ག་ལ་མཁྱེན་འདོད་ཡོད་རེད་ད་ང་རང་ཡིན་པའི་ནས་ནམ་རྒྱུན་ད། ཡུལ་གྲུབ་ན་གཉེན་འདུག་ར་བཟོས་ཏེ་འོར་བ་བྱས་ཙང་དེ་འདྲས་ཅིག་བཟོས་བས་ན་ཕན་ཐོགས་ཡོང་ས་རེད་གསུངས་འདུག་བ་བྱས་ཙང་ཨ་ནི་དེ་རིང་གི། ཁ་རེ། དེ་རིང་གི་གཉེན་འདུག་དེ་ན་ཡིན་པས་ན་ད་ལྟ་ད་མགོ་དགོང་ཟླ་ཨ་རིའི་ཆུ་ཚོད་སྔ་དྲོ། ཆུ་ཚོད་བཅུ་པ། སྤྱི་ཟླ་དགུ་པའི་ཚེས་པ་བདུན་ལ་ཨ་ནི་ཀུ་ཤུ་རྟགས་ཅན་གྱི་ཁོང་ཚོའི་ད་བཟོ་གྲྭ་ལ་བོ་རེད་བཟོ་ཚོང་ཁང་ཀམ་པ་ནི་ནས་ཡིན་པས་ན་ཨ་ནི་རྒྱལ་སྤྱིའི་ཁྲོམ་རའི་ཐོག་ལ་ད་ངོ་སྤྲོད་བྱས་འདུག་བ་ཁོ་རང་ཚོའི་ད་ད་ལོའི་ལྕེ་ལ། གསར་བ་གར་གར་གླས་ཡོད་མེད་དང་ནི་ལྕེ་ལག་གཉིས་མ་དང་ཡོད་ཀྱོག་གང་ལ་ནི་ཁ་སྣོན་གར་གར་བྱས་ཡོད་མེད Upgrade གར་གར་བྱས་ཡོད་མེད་ནི་ད་ལྟ་ཁྲོམ་རའི་ནང་གར་གར་བཙོང་གི་ཡོད་མེད་དེ་ཚོ་ཡིན་པས་ན་ནི་ཟབ་བཞེས་རྒྱས་པའི་ཐོག་ནས Apple Events ལགས་རག་ད་ལོ་ཟླ་རེ་བཞི་སྤྱི་ཟླ་དགུ་བའི་ཚེས་བདུན་ཤོག་སྐད། ཆུ་ཚོད་བཅུ་བར་ལ་ནི། ད་རྒྱལ་སྤྱིའི་ཐོག་ལ་གསལ་བསྒྲགས་ཤིག་གོ། ད་ཀུ་ཤུ་རྟགས་ཅན་ཚོང་རྟགས་ཡིན་དེ་ཡིན་པའི་ནང་ན་ཚོ་བོད་རིགས་ཀྱི་ཀུ་མེ་མ་ཆེ་ད་འཛམ་གླིང་ཡོངས་ལ་ནི་འདུག་སྐད་གྲགས་ཆེན་པོ་ད་ནི་དགའ་ཚོ་དགའ་པོ་བྱས་ཀྱི་བཅའ་ལག་བཞིར་བ་བྱས་ཙང་ནི་དེ་རིང་གི་བརྙན་ཐུང་དེ་ན་ཡིན་པའི་ན་ད་གོ་གོ་ད་ཀུ་ཤུ་རྟགས་ཅན་གྱི་ཁོ་རང་ཚོ་བཟོ་ཚོང་ཁང་ནས་ཁྱབ་བསྒྲགས་བཏང་ཀྱོག་གི་བཅའ་ལག་བཞི་ཞིག་འདུག་བ། དེ་མིན་ན་ནི་ག་རེ་ག་རེ་ཡིན་མིན་ཁྱེད་རྣམས་ཚོས་ནི་ངའི་ལམ་དུ་ཕུལ་བས་ཡིན་དེ་ནང་བཞིན་གྱི་སྤུན་ཟླ་མང་པོ་ཅིག་མཁྱེན་ཡོད་ཀྱི་རེད་ཡིན་ནའི་ལས་མཁྱེན་མེད་སྐྱོགས་དེ་ནང་བཞིན་གྱི་ཐོག་ཀུ་ཤུ་རྟགས་ཅན་གྱི་ལྕེ་ལ་སྲ་བ་ལ་དོ་སྣང་ཡོད་སྐྱོགས་དག་ནི་འདི་ག་ལ་ལྕེ་ལ་སྲ་བ་དག་ག་རེ་ཡོད་མེད་འདི་ག་ལ་ཡང་ཁ་སྣོན་ག་རེ་བརྒྱབ་ཡོད་མེད་ལ་སོགས་པ་ནི་དེ་རིང་གི་བརྙན་ཐུང་དེ་ནང་ཁྱེད་རྣམས་ཚོས་མཁྱེན་གྱི་རེད་བརྙན་ཐུང་དེ་མུ་མཐུད་ནས་གཟིགས་རོགས་གནང། ཀུ་ཤུ་རྟགས་ཅན་གྱི་ཚོང་རྟགས་སྦྱོར་བ་འོང་དེ་ད་ལྟ་བཅུ་བཞི་ཁ་པར་དམིགས་བསལ་གྱི་རྟགས་སྣ་ཚོགས་ཀུ་ཤུ་རྟགས་ཅན་གྱི་ཁ་པར་དེ་ལ་ཀ་བ་ཤར་བ་སྣ་ཚོགས་བོད་རིགས་དེ་བོད་རིགས་ཚོ་བོད་རིགས་སྤུན་ཟླ་ཚོ་ཡིན་པས་ན་གཅིག་ནས་ཡིན་པས་ན་ཀུ་ཤུ་རྟགས་ཅན་གྱི་ཁ་པར་དེ་བེད་སྤྱོད་བཏང་བས་ན་སོ་སོའི་རྟགས་གེགས་ཀྱི་གསང་བ་དེ་ཚོ་ཕྱིར་མ་ཁྱབ་པའི་རྟགས་དེ་ཚོ་ཡིན་པས་ན་ཧ་ཅང་བརྟན་པོ་འདུག་ཨ་ནེ་དམིགས་བསལ་གྱི་རྒྱ་མིའི་ཁ་པར་དེ་ཚོ་བེད་སྤྱོད་བཏང་བས་ན་ཨ་ནེ་ད Personal Information དང་ད་སོ་སོའི་གེགས་ཀྱི་གསང་བ་དང་སོ་སོའི་ད་དངུལ་ཁང་གི་ས་དབང་འདྲ་ཡིན་པ་ནི་དེ་ཚོ་བརྟན་པོ་ཡོད་མ་རེད་ཟིག་འདུག་བ་བྱས་ཙང་ནི་ཀུ་ཤུ་རྟགས་ཅན་གྱི་ཚོང་བདག་དེ་ཡིན་པས་ན་དམིགས་བསལ་གྱི་ཧ་ཅང་གི་ནི་འདི་ག་ལ་གསར་བ་ཕྱིར་མ་ཁྱེར་ཡོད་ཁོང་ཚོས་འདི་ག་ལ་ཁ་སྣོན་གྱི་ལས་ཀ་མང་པོ་བཞག་བྱས་འདུག་བ་དེ་གཅིག་བྱས་གཉིས་པ་དེ་ཡིན་པས་ན་ད་ཁ་པར་འདྲ་མ་འདྲ་ཡོད་རེད་ད་ཉི་མ་དེ་བ་ཡིན་པས་ན་ང་ནག་ཚོས་ད་བོད་ཡིག་བོད་ཡིག་དེ་ཡིན་པས་ན་ཡོད་སྐྱོ་ད་དང་པོར་དེ་ཀུ་ཤུ་རྟགས་ཅན་རེད་བསམ་འདུག་ངས་ཤེས་ཡས་ན་ད་མི་མང་ཆེ་ད་ང་ཚོ།

བྱས་ཙང་ཚོང་རྟགས་དེའི་ལྕེ་ལག་ཡིན་པས་ན་ཧ་ཅང་གི་རྒྱུས་ལོངས་སྐུ་བེད་སྤྱོད་གཏང་ཐུབ་མ་ཟད་ནི་སོ་སོའི་སྒེར་གྱི་གནས་ཚུལ་ཡིན་པས་ནད་ལས་འདི་ག་ལ་བདེ་སྲུང་བྱས་ཀྱི་ནི་སྲུང་སྐྱབ་བྱས་ཁོ་ནང་ཚོས་གང་ཐུབ་ཐུབ་ཀྱི་དེ་བྱེད་འདུག་རྒྱབ་སྐྱོར་བྱེད་འདུག་བྱས་ཙང་འདི་ཡག་པོ་ཞུ་འདུག་བསམ་འདུག་འོང་རྒྱ་ཤ་ནི་ང་ལྟ་མགོ་དགོང་ཟླ་ཆུ་ཚོད་བཅུ་པའི་ཐོག་ལ་ཡིན་པས་ན་ད་ལྟ་ཨ་རི་ལ་ཁོང་ཚོས Apple Events ལ་ར་དེ་ཡིན་པས་ན་ཨོ་ཆུ་དར་ཅན་གྱི་ལྕེ་ལག་ག་རེ་ག་ཡོད་མེད་ཁྲོམ་རའི་ཐོག་ལ་ནི་འདི་བྱས་ཞུ་འདུག་བརྙན་ཐུང་འདུག་ཡང་ཁོང་ཚོས།

སྐྱེས་མ་དེའི་མི་ནི་ཧ་ཅང་གི་ཤུགས་ཆེན་པོ་ནམ་རྒྱུན་ནང་བཞིན་སྨན་པ་ཆེ་ནི་དེའི་བསད་བསད་བཏིང་བཏིང་མཐོང་ཡང་སྐྱོ་གི་སྐྱེས་མ་དེ་ག་ལ་བད་འདི། ཁ་དོན་མང་བོ་ཤྲ་ཆེ་བར་ས། Pro Max དེ་ཡི་ཁར་ས་ཚོན་འདྲ་འདྲ་མིན་སྣ་ཚོགས་འདུག་འདྲ་མིན་སྣ་ཚོགས་ན་ནས་ནི་ད་ལྟ Pro Max དེ་ལ་ནི་ཚོན་མདོག་ག་ཚོད་དོར་ལབ་ཡིན་ན་བཞི་འདུག་བཞི་ན་ནས་ནི་དང་པོ་དེ་ག་རུ་དོར་ལབ་ཡིན་ན་སྒྲིབ་པ་ཕོ་ལ་བ་སྒྲིབ་པ་ཕོ་ལ་ད་ལྟ་འདི་ག་ས་ང་ཚོའི་བོད་སྐད་ན་བཤད་པ་ན་མུ་མེན་ལ་བ་མུ་མེན་དེ་ཁ་ན་ཁ་ཞིག་མེད་པའི་འོང་དེ་རེད་བཞག་ཨ་ནི་དེ་ནས་ཚོན་མདོག་གཉིས་པ་དེ་ཡིན་པས་ན་ད་ང་ན་ཚོས་ཚང་མས་དགའ་བོ་བྱེད་ཀྱི་གསེར་ལ་བ་གསེར་གྱི་མདོག་གསེར་མདོག་ཨ་ནི Gold ལ་བ་ཨིན་ཇི་ན་བཤད་པ་ན་ཨ་ནི་ཚོན་གསེར་མདོག་དེ་རེད་བཞག་ཨ་ནི་གསུམ་པ་དེ་ཡིན་པས་ན་རྒྱུན་ལྡན་འཚོ་བ་ན་བེད་སྤྱོད་མང་པོ་བཏང་ཡན་གྱི Silver ལ་བ་དངུལ་དངུལ་གྱི་ཚོན་འདྲ་དེ་རེད་བཞག་གསུམ་པ་དེ། ཚོན་མདོག་བཞི་པོ་སྐད་གྲགས་ཅན་དེའི་ཁ་རུ་དོར་ལ་བས་ན Space Black ལེའུ་ཐོག་དང་ནག་པོ་ནག་ཀྱང་ནག་ཀྱང་འོང་དེ་རེད་ཤག་ཚོན་མདོག་བཞི་དུ་ད་ལོའི་ཁ་རེད། ཁ་པར་བཅུ་བཞི་གསར་པ་དེ་ལ། ཁ་པར་བཅུ་བཞི་གསར་པ་དེ་གི Design for Durability ལེའུ་ཐོག་ད་རྒྱུན་རིང་པོ་ཡོང་ཡས་ཀྱི་ཆེད་དུ་རྒྱུན་རིང་པོ་དང་ཡས་ཆེད་དུ་ང་ཚོས་དཀའ་ངལ་མང་ཆེ་ཆེ་དེའི་ཁ་ལ་ཁ་པར་ཀུ་ཤུ་དག་ཅན་ཁ་པར་འགའ་ཡིན་པས་ན Temper Glass ལེའུ་ཐོག་དཔག་པོ་ཐོད་པ་ཅིག་ཡོད།

པགས་པ་དེ་ཤེལ་བོ་དེ་བྱས་ཙང་ནི་ད་དེ་བཅུ་བཞི་དེ་ཡིན་པས་ན་ཤེལ་བོ་དེ་ག་རེ་རེད་ལབ་ཡིན་ན Ceramic Shell དེ་ལ་ཤ་དེ་ཡིན་པས་ན་ངོ་ནས་ཁོ་རེ་ཁྲག་པོ་ཤ་ཡོད་རེད་ལ་ནི་དེ་ནང་བཞིན་གྱི་དེ་རེ་ཟ་ག་ཟ Water Resistance ལབ་ཡིན་ན་ཆུ་རྫུན་མ་རེད་ཆུ་ཆུ་ནང་ལབ་པ་ཟ་བའི་ནད་རེད་ང་ཚོ་ད་རྒྱ་མཚོའི་མཐའ་དེ་བ་དང་མཚོ་མཐའ་དེ་བ་ཕྱིན་པའི་ནད་ལ་ཆུ་ནང་ལབ་ཙང་ཙང་ཟ་ཆགས་པ་དང་དེ་བཞིན་དུ་རློན་པ་ཆགས་འདུག་རློན་པ་ཆགས་ཀྱི་ནད་ལས་ཆུ་འཛུལ་མ་རེད་བསམ་འོན་ཏེ་ཆགས་པ་ཞག་ཡོད་རེད་བསམ་གནས་དེ་ཡིན་པས་ན་ཆེ་ཆུང་དེ Display ཡིན་པས་ན་དྲུག་ཚགས་བདུན་རེད་བསམ་ད་ལྟ་ཆེ་དེ་ཆུང་དེ་དྲུག་ཚགས་གཅིག་ཡིན་ཟེར་ད་ཀུ་ཤུ་རྟགས་ཅན་གྱི་ཁྱད་ཆོས་ཡག་ཤོས་དེ་ག་རེད་ལབ་ཡིན་ན་ད་ད་ལྟ་རྒྱལ་སྤྱིའི་ཁྲོམ་རའི་ནང་ཁ་པར་འདྲ་མ་འདྲ་ཡོད་རེད་ཡིན་ནའི་ལས་ཀུ་ཤུ་རྟགས་ཅན་ནང་བཞིན་ད་ང་ཚོའི་སྒེར་ལ་རྦད་དེ་དེ་མེད་པས་སྲུང་སྐྱབས་བྱེད་ཀྱི་ནུས་པ་ཡོད་རྒྱུ་དེ་ཀུ་ཤུ་རྟགས་ཅན་བཀླགས་ཤིང་མ་རུ་བ་ཁ་པར་བཞིན་བག་གེ་ཁ་ཅན་ལབ་ཡིན་ན་ནི་ང་ཚོའི་ད་ནམ་རྒྱུན་སོ་སོའི་དེ་ཡོད་པ་བསམ་དབང་ཆ་དང་རྒྱལ་གྱི་གནས་ཚུལ་དང་རྒྱལ་གྱི་རྟགས་ཚང་མ་ཡོད་དེ་ཚོ་ལ་སྲུང་སྐྱོབ་བྱེད་ནུས་པོ་ཡག་པོ་ཞིག་ཡོད་བསམ། ཨ་ནི་རྟགས་ཀུ་ཤུ་རྟགས་ཅན་སྙེ་མ་ཅོག་གསུམ་དང་མ་འདྲ་ཨེ་འདི་ག་རེད་དོ་ལབ་ཡིན་ནོ་ཁོང་ཚོས་ད་ལྟ་ང་ཚོ་ཁ་པར་དང་དུས་ཚོད་མེད་གང་གང་གི་ཆུ་འཇུ་བྱེད་པ་ཡིན་འོང་ཆུ་འཇུ་བྱེད་པ་འོང་དེ་རྒྱུན་ལྡོག་གར་བཏང་དོ་ལབ་ཡིན་ནམ། ཨའི་ཧྥུ། གང་གང་དེ་ཁྱེད་རྣམས་ཚོ་དེ་ཟིག་དུ་བ་དེ་བཞག་བཞག་ཡོང་དེའི་རྒྱུ་བ་ཧར་བཏང་དུ་ལབ་ཡིན་ན་གང་ལ་ཁེ་སི་ཁྱེད་རང་ཨ་ལམ་ར་ཆི་ད་གོང་ད་ཉག་ལ་མོ་ཏིལ་ཀ་བི་ནས་རེད་ཨ་ནི་བཤད་ཉན་ཀྱོག་ལྷག་མ་དེ་བི་ནས་ཉན་འདུག་ལྟ་ཀྱོག་ལྷག་མ་དེ་བི་ནས་རེད་ལོག་ས་དུས་ཡིན་བི་ནས་རེད་ལོག་ས་དུས་ད་ལོག་ག་ཚོད་ཚང་དོག་འདུག་ལྟ་ཡིན་བི་ནས་དེ་གས་ཚང་མ་ལོག་དེའི་གང་རྩེ་དེ་ནས་ཐོག་ཡང་ཡོད་ཀྱོག་དེ་གསར་བུ་བཟོས་བཞག་ཟིག་དེ་ཀུ་ཤུ་རྟགས་ཅན་བཅུ་བཞི་ཆད་དེ་ལ་མི་ཤི་མི་འདུག་ཆུང་ངུ་དེ་ཡོད་མ་རེད་ཟ། འོ་དེ་ནི་བྱས་ཙང་འདི་གང་དོན་དེ་རེད་ས། ཨ་ནི་དེ་ནས་ད་ལྟ་ང་ཚོ་ཡང་ཁྱད་ཆོས་གསར་པ་དེ་ག་རུ་འདོར་ལབ་ཡིན་ན་ཀུ་ཤུ་རྟགས་ཅན་ད་ང་ཚོ་ནམ་རྒྱུན་འི་ཀུ་ཤུ་རྟགས་ཅན་དེ་ཡིན་པས་ན་ཨའི་ཕོན་དེ་མིན་ན་དེ་ཕྱིར་བ་ཁ་རས་ཁ་རྒྱབ་བྱ་དུས་ཙམ་པས་ཁ་རྒྱབ་ཚར་བ་ཡིན་ན་ཨ་ནི་ཐུང་མི་འདུག་ཨ་ནག་མོ་ལག་ཀྱང་ཆད་འདུག་ཨ་ཡིན་ན་ལ་ཡང་གླེམ་བྱས་ཡང་ཁ་རེ་ཆད་འདུག་ཨ་ཁ་ཆད་དུས་ཡང་དུས་ཚོད་ལྟ་ཡ་ད། ཚེ་པ་ད་ཡ་དག་གི་བྱེད་དུས་ཙམ་ཡང་ཐ་འདི་གསར་བ་དེ་ཡིན་པས་ན་ལོག་བཤགས་མ་རྫོགས་བྱེད་ཡིན་ནའི་ལས་ནི་ང་ཚོའི་དུས་ཚོད་དག་ཆུ་ཚོད་དག་ནི་ག་རེ་ཡིན་མེད་དེ་དག་ཏག་ཏག་ཐོན་དེ་རེད་ས་ཡིན་གྱི་མི་འཇིག་ཁྱེད་རང་སླེབས་ཡ་ན་ལོག་ཁ་ར་ཆེ་རྒྱ་ཆེའུ་མ་རེད། ཨོ་སྙེ་མ། ཀུ་ཤུ་དག་ཅན་སྙེ་མ་ཀུ་ཤུ་དག་ཅན་པར་དག་པར་ཆས་རྒྱལ་དག་ནི་ཚང་མ་ཡོད་རེད་བ་ཡིན་ནའི་ལས་གསར་བ་མེ་སྒྱོགས་དེ་ག་རེ་དུ་ལབ་ཡིན་ན། ཁ་སྣོན་ག་རེ་བྱེད་དུ་ལབ་ཡིན་ནའི་འདིར་བཤགས། New Safety Features ལོ་རུ། དེ་ག་རེ་དུ་ལབ་ཡིན་ན་ད་གལ་སྲིད།

ད་དུ་དེ་འཇོག་བྱེད་ནི་མི་ཞིན་པ་སྐྱབས་དགའ་ལས་ཀྱི་དེ་འདྲའི་ནུས་པ་ཡོད་འདུག་ཕྱིན། ད་ལྟའི་ཁ་བ་བཅུ་བཞི་འདི་ལ་འོན་ཏེ་ནུས་པ་གསར་པ་ཞིག་འདུག། ད་ལྟའི་མི་སུའི་འཁོར་སྐར Satellite ད་དུ་སྤྲད་དེ་གཅིག་བྱས་དེ་ནས་གཉིས་པ་དེ་མིན་ན་འདིར་བཞག་ཁོ་ཚོས་ད་ཁྱི་ནག་ཚོ་མི་བཙན་ན་བྱུང་མེད་པའི་རེ་བ་ཡོད་ཟིན་ནས་བྱུང་བའི་དབང་དུ་བཏང་པ་ཡིན་ནའི་ལན་ནི་ཁོ་ཚོས་ཨ་རེ།

ཁོ་ར་རང་བཞིན་མེད་པ་མ་ཤིན་ལ་ནིང་ལ་རུ་བ་རང་བཞིན་མེད་པ་ནི་སོ་སོའི་འཕྲུལ་ཆས་ཀྱི་ཁ་ལག་དང་བཅས་ད་ལྟ་ནན་ཝན་ཝན་ལ་དུ་བ་མྱུར་སྐྱོབ་ཀྱི་ནི་མོ་ཇ་ཡོད་པ་དང་དང་པུ་ལིས་ཉེན་རྟོག་པ་མྱུར་སྐྱོབ་ཀྱི་དང་ཉེན་རྟོག་པ་ཡོད་པ་དེ་ཚོ་ལ་ཁ་པར་དང་བཅས་ཁོ་ཚོ་ལ་ད་དུ་སྤྲད་བཅས་ནི་སྐྱོ་བོ་སྐྱོ་ད་ས་ཆ་ག་བ་ཡིན་མི་ད་དེ་ཚང་མ་ལབ་བཅས་ཨ་ནི་ཀེག་པ་ལེ་རེ་ས་དེ་ཡིས་ཁྱེད་རང་གི་ཚེ་སྲོག་ལ་སྐྱབས་ཐུབ་པའི་ནུས་པ་ཞུ་དོགས་སོང་དེ་ཡིས་ནི་ཁོ་ཚོའི་ཁྱད་ཆོས་གསར་པ་གཉིས་དེ་ཡིན་པས་ན་གཉིས་མ་བཅས་མེད་སྐྱོར་ཤག། ད་དེ་ནས་ཡིན་པའི་ནི་ད་ནངས་ནང་ཚུད་ད་འཚོ་བ་ནང་ཡིན་པའི་ནི་མང་ཆེ་གཅིག་ཁ་རེད་ཁ་ལོར་བེད་སྤྱོད་ཆེ་ཤོས་རེད་ཅེས་ལོར་བས་ད་རྒྱུན་ལྡན་དུ་རྟག་པར་བེད་སྤྱོད་ད་ཡང་དེ་ཡིན་པའི་ནི་ང་ཚོ་མི་ཚང་མ་པར་རྒྱབ་ཡས་ད་པར་རྒྱབ་ཡས་ད་བརྙན་ཐུང་རྒྱབ་ཡས་ད་ང་ནང་བཞིན་བརྙན་ཐུང་རྒྱབ་ཡས་ཡིན་པའི་ནི་རི་ཁྱི་ནག་ཚོ་ད་ད་སྲིད་ཞུ་ཉལ་གི་སྤུན་ཟླ་ཚོ་ཡིན་པའི་ནི་རི་ཁྱི་ནག་ཚོ་ཡིན་པའི་ནི་རྒྱུན་ལྡན་འཚོ་བ་ན་ད་ག་ར་ཞལ་ལག་ཅིག་མ་ཆོད་སྔོན་ལ་པར་རེ་ཞིག་རྒྱབ་ཡང་གྲོགས་པོ་ལ་སྒུག་ཡས་ད་ཡང་མེད་ན་སྤྱི་ཚོགས་ཆ་ལམ་བརྒྱུད་ལ་ཨ་ནེ་བླུགས་རྗེས་གྲོགས་པོ་ལ་ཕར་ཚུར་འདུག

རྩོམ་འཐེན་པ་ཡིན་ན་ད་འདི་རྦད་དེ་གསལ་བོ་གསལ་རྐྱང་ཡོད། ཡིན་ན་ཡང་ང་ཚོ་ད་ནམ་རྒྱུན་གྱི་ཁ་པར་དེ་ཚོ་ཡིན་མིན་ད་ཐག་རིང་དགུང་ནས་པར་རྒྱབ་ཆ་ཚུགས་ཞིབ་གཅིག་འཐེན་མིན་ན་གར་དུ་ཟིབ་ཟིབ་བྱས་འདུག་ཞིབ་ཞིབ་ཆ་མི་འདོང་ཞེས་ད་རྦད་དེ་ཞིབ་ཞིབ་ཆ་འདུག་འདོང་འོང་རྒྱབ་མེད་མ་བྱེད་གལ་སྲིད་ཁྱེད་རང་གནམ་ནས་མ་པར་རྒྱབ་ཡིན་ནས་ལས་འདི་ཡར་འཐེན་པ་ཡིན་ན་རྦད་དེ་གསལ་གསལ་ཏིང་ཏིང་ཡོད་ས་འོང་དེ་ཁྱད་ཆོས་ཡོད་ས། ད་ཁོ་ཚོ་པར་དེ་ཚོ་ཡིན་ན་གསལ་པོ་ཤར་ཡོད་ལབ་དེ་ཤ་ཐ་འདི་ཨོ་གལ་སྲིད་ཁྱེད་རང་ཚོན་འགྲོས་ཡོད་སྐྱོ་རྒྱབ་ཡིན་ནས་ཀྲ་མེད་སྐྱོ་རྒྱབ་ཡིན་ནས་ཀྲ་གལ་སྲིད་ཁྱེད་རང་ཅ་ལག་ཆུན་ཆུན་ཅིག་པར་རྒྱབ་ཡིན་ནས་ལ་དེ་པད་དེ་སད་སད་ཏིང་ཏིང་ཡོད། བ། གལ་སྲིད་ཁྱེད་རང་ནག་འུ་ན་ལ་ད་ཐ་འདི་ནག་འུ་སོ་འདྲེ་ན་ང་ཚོ་ཙམ་ཙམ་པར་རྒྱབ་ཡིན་ན་པར་ཐུང་མོ་གོར་མི་འདུག་ཨ་བློ་ཞིག་རྒྱབ་པ་ན་མ་ཤི་གལ་སྲིད་ཁྱེད་རང་བློ་ཏིས་ཉུག་ཉུག་གི་ས་ཆ་རྒྱབ་ཡིན་ནས་ལ་པད་དེ་སད་སད་ཏིང་ཏིང་ཐོན་གྱིས་ཁ་ཐ་འདའ་ཀུ་ཤུ་དག་ཅུན་བཅུ་བཞི་པྲོ་མེག་སི་འདི་ག་ལ་ནི་པྲོ་འདི་ག་ལ་ནི་ཁྱད་ཆོས་ཡོད་ས། བ་དེའི་མི་ནི་ངེས་པར་རྒྱལ་གཅིག་པུ་མིན་གཅིག་མང་པོ་གཅིག་གཉེན་འདུག་རྒྱལ་བོད་ཆུ་དང་སྐོར་བ་དམིགས་བསལ་གྱིས་ང་ཚོ་ཡུལ་གྲུ་འབོར་འདྲེ་ཡིན་པས་ན་ད་བོད་རིགས་ཡིན་པས་ན་དབྱིན་ཇི་མི་ཡིན་པས་ན་རྒྱ་གར་མི་ཡིན་པས་ན་ཡུལ་གྲུ་འབོར་འཛིན་ཚུལ་ཡིན་པས་ན་དེ་རིང་གལ་སྲིད་དམངས་ཆེན་གཅིག་ཆུ་ལོག་དུས་བར་པར་ཅེར་རེ་ཁྱེད་ཀྱིས་རྒྱག་པ་བྱས་ན་མི་དེ་ཚོ་ཧང་སང་སང་བྱེད་བདེ་བོ་མི་འདུག་ག་མི་འདྲེ་བརྒྱབ་ཡིན་ན་མི་མི་ཚོགས་ཀྱི་གྲུ་དུ་དམིགས་བསལ་གྱིས་ནས་ཁ་པར་ཞིག་བརྒྱབ་ཡིན་ད་མི་ཚང་མ་ཁ་པར་བརྒྱབ་སྟེ་སྐོར་བ་ད་འདྲེ་ཧ་པོ་རི་ཞིག་འདུག་བ་ཆེ་ས་ཁ་བ་དེ་པར་གྱེས་དེ་འབེ་ན་ང་ཚོས་དེ་ཡག་པོ་སྟབས་དེ་པོ་ཞིག་འདུག་བ་དེ་ཁྱི་ཆོག་ཆོག་རེ་ཆེ་ཡིན་ནའི་ལས་ཀྱེ་མ་པར་གྱེས་ཆེན་པོ་འདྲ་ཁྱི་བི་ན་དེ་ལྗི་བོ་ལྗི་བོ་ཡོད་རེ་ཡང་མང་པོ་ཞིག་ཁྱི་འུ་འདུག་བ་ཆེ་ས་ནི་ཁ་བ་དེ་ཡིན་ན་སྟབས་དེ་པོ་ཞིག་འདུག་བ་ཆེ་ས་ད་ལྟའི་བཅུ་བཞི་ས་བ་དེ་ན་ཡིན་པི་ན་ནི་པར་གྱེས་ལ་ཧ་ཅང་གྱི་ང་ཚོའི་དོ་ཁོ་རུ་གཙང་མ་གཙང་མ་ཐེ་ད་གུ་གྱོ་རྒྱབ་བི་ནའི་ལས་དོ་ཁོ་རུ་འཇུས་དེ་སྐྱབས་བཅེར་ལ་རུ་བ་འཇུས་དེ་གི་ནུས་པ་ཡོད་ཟེར་བ།

ཅུའུ་ཞེས་བྱ་བྱ་བ་བྱས་ཙང་གོ་རྒྱུ་རྒྱང་མར་བ་ས་ཡོམ་རྐྱེན་ནར་མི་ཕྱིན། ཨ་ནི་བྱས་ཙང་ང་ཚོ་གཉེན་སྟོན་དེ་ཁྱེད་རྣམས་ཚོས་བྱེད་དུས་ནས་མི་ནུབ་མི་ནུབ་འདུག་བ་མི་ནང་འདུག་བ་བྱས་ཙང་དཀྲུག་དཀྲུག་བཏང་གོ་མར་བ། ད་གལ་སྲིད་ང་ཚོ་ཕྱི་ལོག་ར་གཅིག་ཁྱམས་ཁ་གཅོད་དུས་གཉེན་སྟོན་རྒྱབ་སྐྱོར་ཙམ་པ་ཡིན་པས་ན་ཨ་ནི་དཀྲུག་དཀྲུག་ཞིབ་ཞིབ་བཏང་འདུག་བ་དཀྲུག་དཀྲུག་ཞིབ་ཞིབ་བཏང་རྗེས་ང་ཚོ་བསྟན་བལྟ་དུས་བསྟན་བལ་དཀྲུག་དཀྲུག་བཏང་རྒྱུ་འདྲ་བལྟ་མི་ནས་ཞེ་མེར་ཞེ་མེར་སྐྱོ་མེར་ཞེ་ལངས་བྱས་ཏེ་བལྟ་མྱུལ་འཁྲུག་མི་འདུག་བ་མུ་མཐུད་བྱས་ནས།

ཀྱི་འབུལ་ལེ་བ་འདི་ལ་ཀྱི་འབུལ་ལེ་དེ་དག་ཁྱད་ཆོས་གཙོ་བོ་དེ་གར་དུ་ལབ་ན་འཕྲུལ་ཆས་དེ་སྒོར་མོ་གྲོག་སྟོང་དོན་སྟོང་གང་ལ་མགོ་བཙུགས་འདུག་ག་དེའི་ཁྱད་ཆོས་གཙོ་བོ་དེ་མིན་ན་ད་དེའི་ཁོག་ཏུ་སྤར་རྒྱག་རྒྱུ་ཙམ་ཡང་ཡིན་མིན་ན་ཁ་པར་དེ་ག་བཙུགས་རྗེས་དཀྲུག་དཀྲུག་ཐིམ་འདུག་ག་ཁྱེད་རང་གང་ཅག་རྒྱོག་རྒྱུག་ཤར་ལུས་གང་ཅག་བྱས་རྒྱུ་ཆོམ་རྒྱག་རྒྱག་བྱས་པ་ནས་ལས་དེ་དཀྲུག་དཀྲུག་ཐིམ་འདུག་ག་བྱས་ཙང་ནི་འོང་དེ་ད་སྒོར་མ་རེད་ལབ་བཞག་བ་དེ་ཡིན་མིན་ན། ནོ Gimbal Required ལ་བཞག་ནས་འོང་དེའི་ཐ་ན་ཀུ་ཤུ་དག་ཅན་ཁ་བ་བཅུ་བཞི་གསར་བ་དེའི་དཔར་ཆས་དེ་ཧ་ཅང་གི་ཡག་པོ་ཡོད་མ་ཟད་དཀྲུག་དཀྲུག་ཐིག་མ་རེད་ས་ཁྱེད་རང་རྒྱུག་ཤར་ལོའི་རི་གར་ལ་བཟའ་མོ་རྒྱ་ནག་ཕྱིན་ཨོ་ཏྲོ་རིག་ཤོ་ན་དཀྲུག་དཀྲུག་ཞིབ་དང་དོ་འོན་འདྲེ་གོ་མ་རེད་སི་ཡག་ཏོ་ཞུ་ཞི་ཏོ་ད་ཞུ་བྱེད་བཞག་ནི་ཨ་ནི་དེ་ནས་ད་མིག་དེ་བི་ན Resolution ལོར་བ་དཔར་ཆས་དེ་ནི་ཞིབ་ཞིབ་ཀྱི MB རེད་བཞག་གཙང་མ་བྱས་དཀྲུག་དཀྲུག་མ་ཐེག།

ཆུ་ཚོད་ཉིས་རྩ་དགུ་བཀང་སྟེ་ཡོད། ལོ་བཞི་བརྗེས་དང་ཐོག་ཡོད་ལ་བཞག། རྩ་དགུ་དང་ཉིས་རྩ་གསུམ་ལ་བཞག། དེ་ནས་ང་ཚོས་ལྕགས་ལ་གཉིས་པའི་དེ་གར་དུར་ལབ་ཡིན་ན་ཀུ་ཤུ་རྟགས་ཅན་བཅུ་བཞི་བྱུས་པ་བཅུ་བཞི་དེ་ཡིན་པས་ན་གར་རེར་དུར་ལབ་ཡིན་ན་ཁྱད་ཆོས། ནི་ཀུ་ཤུ་རྟགས་ཅན་ཕྱེད་དེ་ཡིན་པས་ན་ད། དིར་བ་གར་ས། དྲུག་ཚ་བདུན་ཨིནཇི་ཨིནཇི་དྲུག་ཚ་བདུན། ཀུ་ཤུ་རྟགས་ཅན་བཅུ་བཞི་སྨི་གཉིས་ཕྱེད་ཀྱོ་དེ་གར་རེར་ལབ་ཡིན་ན་དྲུག་ཚ་གཅིག་ཨིནཇི།

འཁོར་དཀར་ལ་ནི་བདག་ཏུ་སྤྲད་མ་ཟད་ནི་རང་གི་སྲས་ཤིང་ནགས་ཀྱི་ལྷའི་དབུས་ནས་མི་མིན་ལུང་སྟོང་གི་ལྷའི་དབུས་ན་ནི་ཀུ་ཤུ་བདག་ཅན་རྒྱུད་ཅེས་ནི་ཁྱེད་རང་ལ་མི་ཞིམ་པ་ཅིག་གསུང་རྒྱུ་སྐྱེགས་པ་ལས་གཉན་མིན་གྱི་སྟངས་ཐུག་ཡས་ཀྱི་ནུས་པ་ཡོད་རེད་ད་ལྟ་ཏུ་སྤྲད་ཐུག་རེད་ཟེར། དེ་ནས་ཡིན་པ་ཡིན་ན་ནི་ད་པར་ད་དོན་ཚང་མ་ལོ་གཅིག་པོ་རེད་ཤག་གསལ་པོ་ཡོད་རེད་ཟེར་བ་ཡང་ནི་མཚོན་ཆ་དེ་ག་རེ་དོ་ལབ་ཡིན་ན་དང་པོ་དེ་གནམ་གྱི་མཚོན་ཆ། Blue ལར་བ།

ཆུ་སྐྱེས་རྒྱ་མཚོའི་ནང་ལ་བལྟས་ཏེ་བྲོས། རྒྱ་མཚོའི་ནང་ཆུ་སྐྱེས་ཅེས་བྲོས། ད་ཡར་མེད་ན་ཆུ་སྐྱིད་ལ་ཉྭ་ཟིམ་འགའ་བྲོས། ཡར་མེད་པས་ན་རི་རྩ་ཧི་མ་ལ་ཡའི་རྩ་འགའ་བྲོས། ད་དེ་འདྲའི་དུ་བ་རི་རྩ་ཉེ་དཀར་པོ་དག་བལྟས་ཏེ་ཆུའི་ནང་ལ་བལྟས་ཏེ་བཏིང། ཆུ་བཏིང་དེ་བར་འགྲོ་ཐུབ་ངེས་ཆུ་ཁའི་ཡག་པོ་ཁྱེར་བ་ནི་དེ་དུ་བ་འོང་དེ་ཚོ་ལ་ཡིན་ལ་ཤག།

དེ་ཆུ་ཚོད་གཅིག་དེ་རྒྱ། ཆུ་ཚོད་གསུམ་སོ་དྲུག་གློག་དེ་ཡོར་བ་གློག་དེ་ཆུ་ཚོད་གསུམ་སོ་དྲུག་དང་གི་ཡོད་ས། དེ་ནས་ཡིན་པ་ཡིན་ན་ཨ་ནི་ལོ་སྤོར་བ་མུར་ལུག་དང་གསེར་བུར་བཟོས་ཤི་ཏོག་ཁུ་ཤུ་དག་ཅན་ཁ་བ་ན་ཡིན་པ་ནི་ཨ་ནི་ཆུ་ཚོད་དྲུག་ཅུ་དང་གི་ཡོད་ལ་སོ། འོན་ཏེ་ཨ་ནི་དེ་ཡིན་པ་ཡིན་ན། འོན་ཀྱེ་རི་ཤ་ད་རི་རྫ་ཉེན་སོ་འཇི་ད། གངས་སྒེར་ཇུ་ཉེན་སོ་འཇི་ད་དེ་ཚོ་ལ་སོས་ཀྱོ་རི་ཤི་ཆུ་ཚོད་དེ་ཡིན་པ་ནི་དམིགས་སུ་བཀར་ཅི།

Series Eight ལས་ཞུ་དག་སྐུ་ཞུ་དག་ཅན་ཆུ་ཚོད་བརྒྱད་པ་དེ་མིན་ད་ཁྱེད་ནག་ཚོ་ཡོད་སྐྱོ་འཛུགས་ཁིན་གི་རུང་བ་ང་ནི་སྐུ་ཞུ་དག་ཅན་གི་ཆུ་ཚོད་མེད་པ་ཧའི་གུང་མེད་པ་ཆེ་ནས་ཆུང་གི་ཞུན་པ་ཆུང་དེ I Watch SE ལས་དེ་དེ་མིན་ན་གོང་ཆུང་ཡོད་རེད་དེ་ནང་ཞིག་གི་ད་དེ་ལ་ཚོན་འདྲ་འདྲ་མ་འདྲ་ཡོད་རེད་ད་སྤུ་གུ་དེ་ཚོ་ལ་བཟོད་སྐྱོ་ཡིན་ཟེར་གཙོ་བོ་དེ་མིན་ན

ད་སྐྱ་ལ་སར་བཟོས་ར་འོང་དེ་ཨེ་གལ་སྲིད་ཁྱེད་རང་ལ Apple Watch ལ་ར་ཆུ་ཚོད་དུ་ཡོད་བས་ན་དངོས་ནས་ཟླ་བ་གཅིག་ཡན་འདུག་བྱས་ནས་དེ་རེད་ས Free རེད་ས་དངུལ་བྲལ་མེད་བའི་ཐོག་ནས་ཁྱེད་རང་བེད་སྤྱོད་བཏང་ཡོད་རེད་ས་འོང་དེ་ཡིན་པས་ན་ཨ་ནི་དེ་རེད་ཤ་ད་སོ་སོ་གཟུགས་པོ་འཕྲོད་བསྟེན་ལ་དོ་སྣང་ཡོད་མགྱོགས་ཀྱི་མིན་དེ་ཡོད་ར་འོང་དེ་འཛུགས་ལ་རེད་ཤ། འོན་ཀྱང་ཤ་ཁོ་ན་ཚོ་ད་གོང་དུ་ངས་ཁྱེད་ན་ཚོ་ལ་བཤད་པའི་དེ་ཚོ་ཡིན་པས་ན་ད་ལྟ Apple གྱི་ཁོ་རང་ཚོའི Apple dot com ལས་ཞུ་བ་འོང་དེ་ན་ལོ་ལ་དང་བོ་དགོན་དང་ཁོ་ཚོའི་གསལ་བསྒྲགས་རྐྱང་རྐྱོག་གི་དེ་རེད་ཁ་རེད་ཅེ་ལ་དེ་ཚོའི་འགྲེལ་བཤད་རེ་ཞིག་ད་འགྲེལ་བཤད་ཡག་པོ་ཞིག་བརྒྱབ་ཐུབ་མར་བ་ཆུ་ཚད་སྐྱོ་བོར་བ་བྱས་ཙང་ནི་ད་རེ་ཐོ་རེ་ཞིག་རྒྱག་ཆེན་མ་ནི་ཡང་ཁྱེད་རང་ཁྱེད་རྣམས་ཚོ་ལ་ཕན་ཐོགས་ཐུབ་པའི་རེ་བ་ཡོད་དོ། ཅི་ལྟར་ཡིན་པས་ན་ནི་ང་ཚོ་སོ་སོའི་ཁ་བ་ཡིན་གཅིག་མིན་གཅིག་གསར་བུ་དོན་ཁ་བ་ཡིན་པས་ནི་ལྕེ་ལ་ག་རེ་ཡིན་པས་ནི་ག་རེ་ཁ་བ་ཆུ་ཆད་རིགས་ལ་ཡོད་དོ། ཨ་ནི་གསར་བུ་དོན་མེད་ན་ཉོག་བས་ཆོ་མར་བ། གལ་སྲིད་ཁྱེད་རང་ལྟ་ཀུ་ཤུ་རྟགས་ཅན་བཅུ་གཉིས་བཅུ་གཅིག་བཅུ་གཉིས་བཅོ་གསུམ་དེ་འདྲས་ད་ལྟ་བེད་སྤྱོད་བཏང་གནང་གི་ཡོད་ན་ཨིན་གཅིག་མིན་གཅིག་ཉོག་བས་མི་འདུག་ག་དེ་ཚོ་ཡག་པོ་བྱས་བེད་སྤྱོད་བཏང་ན་ཨ་ཀུ་ཤུ་རྟགས་ཅན་གྱི་ཁ་བ།

ཧ་ཅང་གི་དགོས་མཁོ་ཆེ་བའི་ལྕེ་ལག་གཅིག་རེད་འདུག་ཁར་ཆེ་བའི་ནས་ལས་ཆུ་ལོག་ཆེན་པའི་ནས་རེད། ནང་བདེ་བའི་ནས་རེད། སློབ་སྦྱོང་བྱེད་ཆེ་བའི་ནས་རེད། ལས་འུ་ལས་ཀ་ན་ལས་ཀ་བྱེད་ཀྱི་ཡོད་པའི་ནས་རེད་མི་དང་འབྲེལ་བ་ཆེ་ཡིན་པའི་ནས་ལས་ད་སོ་སོ་གལ་སྲིད། པིང་ཀྱག་ཁྲི་ལ་མེད་པའི་ནས་གྲོགས་པོ་གྲོགས་མོ་ཁྲི་ལ་མེད་པའི་ནས་ཁ་བ་རྒྱུན་ཆད་ང་ཚོའི་འབྲེལ་བ་ཆེ་མཐོ་ཡོད་ད་འདི་ཡོད་རེད་བ་ཆེ་ཚང་ཁ་བ་ལས་དེ་ཧ་ཅང་གི། དགོས་མཁོ་ཅན་གྱི་རུ་ཐོག་ཁག་ཅིག་ཚང། གལ་སྲིད་ཁྱེད་སོ་སོ་ཡོད་ཡག་པོ་མེད་པའི་ན་སོ་སོའི་ངོས་ནས་ད་བསམ་དང་རེད་པ་ཨང་གལ་སྲིད་ཡག་པོ་དང་དུ་ཅོག་གསུམ་དང་བཅུ་གཉིས་དང་ད་ལྟ་བེད་སྤྱོད་བཏང་གནང་བའི་ན་ལོ་ལྔ་དྲུག་བེད་སྤྱོད་བཏང་གནང་དེའི་རྗེས་ནས་ཉོས་ན་ད་ཡག་པོ་ཞག་ཡོད་རེད་ང་རེད་ད་འདས Gen X Max བཅུ་པ་བཅུ་པོ་དེ་ཉི་མ་ད་ལོ་ལྔ་དྲུག་སྔོན་སྐྱེས་ཚལ་བ་དེ་ཚོ་ཡིན་པས་ན། ད་མདོ་ལས་ཡག་པོ་ཞིག་ཕེབས་རྒྱུ་འདུག་ཨ་ཁྱེད་ཚང་འོང་རྒྱ་རེད་ཞེས་ཁོ་ན་ཚོ་དེ་རིང་གི་བརྙན་ཐུང་དེའི་མི་སྣ་ནི་སྤྱི་ཚོགས་དྲ་ལམ་བརྒྱུད་ཀྱི་རོགས་པ་གཅིག་གི་གསུང་མི་སྣ་ཞིག་ངས་དེ་རིང་ཏུ་ཤུགས་ཙི་ཙིག་མ་བཤད་ཤག་བས་ནས་ལས་ཡག་པོ་ཞུ་འདུག་བསམ་སོ་གར་ཆེན་བླ་བི་ན་ཨ་ནི་ད་ཡུལ་གྲུ་པོར་ལོར་བ་བརྙན་ཐུང་བཟོ་ཉེན་ད་ང་ནང་ཚོ་བོད་པ་མིན་པས་བརྙན་ཐུང་བཟོ་ཉེན་འདྲ་མང་པོ་ཅིག་ཡེད་ད། ཅེག།

དེ་ནང་བཞིན་གྱི་ཨ་ནི་ཁྱེད་རང་ད་ལྟ Apple dot com ཡོད་པ་ཨ་ནི་འོང་དུ་ན་ཟིག་དང་ཨ་ནི་ཀུ་ཤུ་དག་ཅན་གྱི་ཅ་ལག་ཧར་ཧར་ཡོད་མེད་དག་ཁོང་ཚོའི་འགྲེལ་བཤད་ཟབ་ཞིང་རྒྱས་པ་བྲིས་ཤག་ཨང་དེ་ཁྱེད་རང་གིས་ཡག་པོ་བྱེད་ཟེར་ཡོད་རེད་པ་ངས་བཤད་རྒྱོ་དེ་མདོར་བསྡུས་རེད་ཅི་རེད་ལ་ནི་ཁོང་ཚོས་འདི་ག་ལ་བྲིས་རྒྱོ་དེ་རེད་ཨ་ནི་འོང་རྒྱལ་ཤག་ཨ་ནི་ཁྱེད་རང་ཚོས་དེ་རིང་གི་བརྙན་ཐུང་འདི་གསན་ཟིན་རྣམས་པ་སྙིང་ཐག་པ་འདུག་ཚོད་མཐོ་བྱས་ན་བཞུ་མའི་ལེ་ཚན་ན་ང་ནང་ཚོ་ཡང་རྒྱ་ཆེ་ཞུ་དེ་ཅང་གོ།